ཀྱི་ལུང་པ་ཤོར་ནས་ད་འདིར་ལ་ཚོར་ཡོད་ཆར་འཆང་ན་ཡང། སྔོན་གྱི་ཐུགས་རྗེ་ཀྱི་སྨོན་ལམ་མཐུ་གྲུབ་དེ་འགའི་རྒྱལ་བ་ཐམས་ཅད་མཁྱེན་པ་དང་སྐུ་མགྲོན་བཅུ་བཞི་བས་ཀྱི་དེའི་གཟོར་དེ་མི་ཉམས་བརྗོད་འཛིན་བྱས་ནས་འདིར་ལ་ད་གདན་ས་ཆེན་པོ་གསུམ་དང་གཡས་གྲ་ཁ་དང་རྟ་མང་པོ་ཀྱི་དེ་བྱིན་ནས་དེའི་ད་བརྗོད་འདི་ཟེར་དགོས་མ་རེད་པས། དེ་གར་རང་གི་སྒྱུ་འཕྲུལ་ལམ་ནས་བྱིས་བརྗོད་དེ་བྱིན་ནས། ཐུགས་བསྐྱེད་སྨོན་ལམ་གནང་ནས་ད་རྒྱལ་བ་ཐམས་ཅད་མཁྱེན་པའི་རྩོད་པས་ད་ཡོངས་འཛིན་རྣམ་པ་གཉིས་དང་དེའི་ཚེ་དེའི་དུས་ན། གདན་ས་ཆེན་པོ་རྣམ་པའི་མཁན་ལས་སོགས་རྣམ་པའི་ཐུགས་བསྐྱེད་སྨོན་ལམ་གྱི་དུས་དགེ་སློབ་སྒྱུ་འཕྲུལ་ཚེ་ཡ་དེ་ཞལ་བོ་གཅིག་གིས་ད་སློབ་གཉེར་སྤུས་དག་པོ་ཞུས་པ་རྗེས། མི་ལོ་བཅུ་བདུན་ས་ཀྱི་གདན་ས་ཆེན་པོ་གཅིག་ལ་སློབ་གཉེར་བྱས་གཞུང་འཆར་དཀར་པོ་ལྔ་ལ་མཚོ་མ་སློབ་གཉེར་མཐར་སོང། དེའི་སློབ་གཉེར་ནང་ལ་རྩེ་ཕུད་ཡག་སྒྲའི་བྲག་ལ་ཡར་བསྡམས་ནས་ཡོངས་སྦྱར། ཨ་ནེ་ཀྱི་སྐྱ་ལོ་ལོ་དྲུག་བདུན་རྗེས་ཀྱི་གོ་སྐབས་བྲལ་ཡང་དེ་དང་པོ་ཁོ་ན་དེའི་ཁྲི་ལ་ཚུད་པ་ཙམ་གྱི་ཞོལ་གྱི་བསྐལ་བ་བཟང་པོ། ཀྱི་ཉི་མ་ནི་མ་རེད་མདའ་ནི་མ་རེད་ལོ་བཅུ་བདུན་ཟག་ཅིག་ཤུན་ཆད་དཀར་པོ་ང་ལ་བློ་ཉེས་ཕྱིན། དེ་ནས་དགེ་ལོ་བཅུ་དྲུག་བྲལ་ལ་ཚུད་པ་དེ་ཞོལ་གྱི་རྟ་ཚུལ་སྲུང་མི་ཚེ་འདིའི་ནང་ལ་རྟ། ཀྱི་གར་ཟེར་དགོས་ད་དོང་ཆེན་པོ་ཆེ། མི་ལུས་བླངས་པའི་དོང་ངོ་ཆོད་སོང་བསམ་པ་གྱིས་སོ་སོ་སེམས་ནང་ལ་དགའ་བ་སྒོམ་དགོས་རེད་དངོས་གནས་དྲང་གནས་ཀྱི་རྟ། ཀྱི་སངས་རྒྱས་བསྟན་པའི་བརྒྱུད་འཛིན། སངས་རྒྱས་ཀྱི་བསྟན་པ་ཤེས་ནས་དད་པ་ཐོབ་པ་ཅིག་ཡོང་བ་ལ་བསླབ་པ་སློབ་གཉེར་བྱེད་ནས་ཡོང་དགོས་ཀྱི་ཡོད་རེད་བསླབ་པ་སློབ་གཉེར་ད་མི་ལོ་བཅུ་བདུན་ཟེར་བྱུང་བྱ་དཀར་པོ་ང་ལ་སློབ་གཉེར་བྱིན་ནས་ཨ་ནི་དེ་ནས་ད་གདན་ས་ཆེན་པོ་ནང་ལས་ཀྱི་སློབ་གཉེར་རྩེ་ཕུད་བྲག་འདྲའི་བྲག་ལ་ཡ་གེ་ལོ་བཅུ་དྲུག་བཏང་ཡོད་རེད་དེའི་བྲག་ལ་ཚུད་པ་དེ་ཨ་ནི་རྗེས་སུ་ཡིན་རུང་དགོངས་དགོས་རེད་ག་རེ་རེད་ཟེར་ན་ང་ཚོ་རྗེས་སུ་ཡིན་རུང་ཟེར་ཡག་དེ་གས་པ་ཕེར་རེད་དཀའ་ལས་ཆེན་པོ་མ་གོ་ཡག་གི་སྐད་ཚ་རླབས་ཆེན་པོ་གསུང་མཁན་ཡིན་ཟེར་རྗེས་རིན་པོ་ཆེ་གི་གཏོ་རྒྱུགས་བསྡུ་ལེན་མེད་ནང་ལས་སྐད་ཚགས་ཆུང་ངུའི་རླབས་ཆེན་ཚོགས་འདུས་ནི་སྐད་ལ་རྗེས་སུ་ཡི་རང་ཕྱོགས་དང་ངག་བཟུང་ཡོད་རུང་བ་སྟེ་གཅིག་དུས་སུ་སུ་གི་དང་པོ་གནས་ཚུལ་དེ་ཡག་པོ་ངོ་ཆེས་པ་གྱིས་འདི་ང་ཡག་པོ་ཡིན་བསམ་པ་གྱིས། མི་ལུས་ལོངས་པ་དོང་ག་ཁྱོད་འདུག་བསམ་པ་གྱིས། ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བཞུགས་པའི་དོང་ག་ཁྱོད་འདུག་བསམ་པ་གྱིས་སུ་སུ་སུ་སུ་གི་ད་སློབ་གཉེར་བྱེད་ཤག་དེ་ལ་དགའ་བ་བསྒོམ། ཨཱ་དེ་བྱེད་དགོས་རེད་དང་པོ་དེ། ད་ཀྱི་ཚུལ་ས་ཀྱི་ལ་མ་ནོར་བ་ཀྱི་ལ་ཚོད་ཤག་བསམ་པ་གྱིས་ད། བྱ་བ་ཀུན་འཁྲུལ་དྲི་འབྱུང་གི་རྟགས་ཐུགས་རྗེའི་སྨོན་ལམ་དང་གདན་ས་ཆེན་པོའི་གི་རྟགས། ཨ་ནུ་གཅིག། བླ་མ་དགེ་བའི་ཡིད་བརྙན་རྣམ་པའི་ཐུགས་རྗེའི་སྨོན་ལམ་མཐར་ཐྲོབ་གདན་ས་གཅིག་ལས་སླེབས་ཐོབ་སོ་སོ་དེའི་དྲ་ལས་ཚུད་དེ་བྱེད་པ་ཡག་པོ་ཡིན་བསམ་པ་གྱིས་དང་པོ་དེ་གོ་རེད་དུས་རྒྱུན་ནས་ད་སྙིང་པ་དེ་ལ་ག་རེ་གོ་དགོས་རེད་ཟེར་ན་ང་ཚོ་ད། གདན་ས་བྲག་རྫོང་ནང་ལ་ཨ་ཡོད་ནང་གི་ད་ཡོད་སྒོ་ངའི་ནང་གི་གསེར་ཁྲིའི་རྩེ་བའི་ཟུར་དང་འདྲ་གཅིག་དགེ་ལོ་རྒྱུགས་སྤྲོད་ཕེབས་ཉལ་གནང་བ་རེད། ཨ་ནི་དགེ་ལོ་རྒྱུགས་སྤྲོད་ཕེབས་ཉལ་གནང་བས་དགེ་ལོ་བཅུ་བདུན་ཟ་གཅིག་ལ་རྟ་གཅིག་གིས་ཟ་གཅིག་གི་ལམ་ཉམས་སུ་ལེན་སྟངས་ག་རེ་ཡིན་མིན་ཨུ་པར་གཞུང་ལ་སྦྱངས་པ་ཡང་ཀུན་གྱིས་ཤེས་ནི་ཤེས་བསྡད་ཡོད་རེད། ད་ཐེངས་རིགས་ལམ་དྲི་མ་མེད་པའི་གཏན་ལ་འབེབས་ཚུལ་ག་འདྲ་ཡིན་མིན་རྣམ་འགྲེལ་གཞུང་ལ་སྦྱོངས་པ་གནང་ནི་ཤེས་བསྡད་ཡོད་རེད། རྟ་གཅིག་གིས་ང་ཚོ། གཅིག་དེ་འབྲེལ་གྱི་ཟབ་ཆའི་ལམ་དྲི་མ་མེད་པའི་རིག་པའི་གཏམ་ལ་ཕབ་ནས་ཉམས་སུ་ལེན་ཚུལ་དེ་ཡང་སྤྱོད་པ་རྩིག་རར་དུ་མ་སོང་བ་ནི་སངས་རྒྱས་བཅོམ་ལྡན་འདས་ཀྱི་རྗེས་འཇུག་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་བ་བཅས་ཀྱིས་འགྲོ་བྱ་ཉེར་བསྡོགས་སྤྱོད་ལམ་ག་རེ་བྱེད་དགོས་ཡོད་མེད་འདོར་བ་ལྟ་ཚར་བ་རེད། དེ་གཅིག་དང་དངོས་གནས་དྲང་གནས་ཀྱི་ད་སོ་སོས་ཀྱིས་ཉམས་སུ་ལེན་མ་ལེན་ཙམ་གྱི་རེད་མ་གཏོགས་ད་ཚང་མ་ཤེས་དེ་ཡོད་རེད་ཉམས་སུ་ལེན་གྱི་ཟབ་ཆའི་གི་ཆོས་ངེས་འབྱུང་གཞུང་སེམས་ཡང་དག་པའི་ལྟ་བས་མཚོན་པའི་ཟབ་ཆའི་གི་ཆོས་ཉམས་སུ་ལེན་ཚུལ་ག་རེ་ཡིན་མིན་དབུ་མ་དང་ཕར་ཕྱིན་གཞུང་གསལ་གསལ་ཐིང་ཐིང་ལོ་མང་པོ་ཅིག་ལ་ལྟ་ཚར། གཏན་ལ་འབེབས་བྱེད་ཀྱི་རིང་ལ་རྣམ་འགྲེལ་ལུང་མང་པོ་བསྩལ་ཚར། ལྟ་ཅི་དམ་ཆོས་འདོད་རྦད་ཀྱི་སྟོན་པ་མ་ཐོབ་པ་ཐོབ་པ་ཐོབ་པ་མ་ཉམས་པ་གསུངས་ཚུལ་ཉམས་ན་ཆེར་བརྗོད་དུས་རྣམ་གཞག་ཚང་མ་ཤེས། ད་ཤེས་པས་དེ་ཙམ་གྱིས་ཕན་ཐོགས་ཆེན་པོ་མ་རེད་བ་ཤེས་པ་ཙམ་ལ་དེ་བྱེད་དུས་ཀྱི། སོ་སོ་གི་ཤེས་པ་ནང་ཞིག་གི་ཅིག་རྒྱུད་ལ་སྦྱར་ནས། ཨ་ནི། གོང་ཐོབ་ཅི་ཐོབ་ཀྱི་ཅིག་གི་ད་སྨད་དུ་བཟང་པོ་འཇོག་ཐུབ་ཡག་ཅིག་ག་རེད་ཟེར་ན་ད་ལྟའི་གནས་སྐབས་ལ་ང་ཚོ། བསྟན་པ་ཉག་ཕྲ་པོ་ཆགས་བསྡད་པའི་གནས་སྐབས་ལ་ད་དངོས་གནས་དྲང་གནས་ཀྱི་སྐྱེས་གསང་ཆེན་བཅོམ་ལྡན་འདས་ཀྱི་མདོ་ཕྱོགས་ཀྱི་ཟབ་རྒྱས་ཀྱི་བསྟན་པའི་གནད་འགག་ཚང་མ་ཤེས་རིག་ལམ་བསྟན་ལ་འབད་དམ་ཆུ་འདུལ་བའི་ཉམས་ལེན་ཤེས་ལྡན་མཁན་གྱི་ཆེས་རྣམ་པས་ཀྱི་ད་ཁ་མིག་ཡར་ལྟ་བྱེད་ས་རེད་དེ་ཡོད་རེད་དེ་རྣམ་པས་ཀྱི་ཀྱི་སློབ་གཉེར་བ་གསར་བ་དེ་ཚོ་ལ་མིག་དཔེ་ཡག་པོ་ཅིག་བསྟན་ཐོས་པ་ཅིག་སངས་རྒྱས་བསྟན་པ་རྒྱུན་གནས་དེ་མ་གནས་དེ་ཨ་ནི་ཀྱི། གོང་མ་གོང་མའི་གི་མ་རིམ་བརྒྱུད་ཀྱི་སྨོས་དུས་ལ་རག་ལས་དུ་ཡོད་རོ། དེ་ཕྱི་དུས། དངོས་གནས་དྲང་གནས་ཀྱི་ས་རུ་དེ་ཚོ་གི་དག། ལྷ་རམས་པ་སི་ཡ་དུ་མ་འདྲ་བ་འདུག་གི་བསམ་པ་གྱིས། ཁོང་འགྲོ་འཆག་ཉལ་འདུག་གི་སྤྱོད་ལམ་ཡིན་ན་འདྲ་དཔེ་ཆ་བལྟ་སྟངས་ཡིན་ན་འདྲ་ལུས་ངག་གི་ཀུན་སྤྱོད་ཡིན་ན་འདྲ། ད་དངོས་གནས། ཀྱི་སྨོས་དུས་བཟང་པོ་འཇོག་ཐུབ་པ་གྱི་ད་དེ། ལས་འགན་གཅིག་རེད་དུ་ཡོད་རེད་ད་སངས་རྒྱས་བསྟན་པ་གནས་སི་དུས། ཀྱི་ཤུགས་ལས་སུ་ད་འདྲ་བྱས་ནས་བྱེད་ཡ་ཡོང་མ་རེད་ད་མི་རེ་རེ་བཞིན་དུ་འགན་འཁོར་ནས་དེ་བྱེད་དགོས་རོ།

དྲ་སྦྲེལ་བྱས་ནས་ཞི་བ་ཡག་པོ་ཅིག་བྱས་སོ་སོ་སོ་སོ་གི་ཏཱ་ལའི་འདས་ས་མེད་སྦྱོར་གྱི་ངས་ཏང་གི་མ་འཇོན་མེད་ཤོས་བྱས་ཡོད་བསམ་པ་ཅིག་ཞིག་ཡོད་ན་ཨ་ནུ་སོ་སོ་དགའ་བ་སྒོམ་རྒྱུ་རེད་མ་གཏོགས་རྗེས་ནས་དངོས་གཞིའི་སྐབས་ལ་ཡོང་རྗེས་གར་ཟེར་དགོས་རེད་ཨ་ནི། བརྒྱ་ཆ་མཐོ་དམན་གྱི་སྟེང་ལས་ཨང་བརྒྱ་ཆ་རག་མི་འདུག་བསམ་བསམ་འདྲ་འདུག་དེ་འདྲའི་ཁྱོད་ནས་སེམས་ཕམ་གནང་དགོས་ཡ་ཁྱོད་ནས་ཡོད་མ་རེད་ད་དེའི་སྟེང་ལས་བརྒྱ་ཆའི་སྟེང་ལ་ཤུགས་ཆེན་པོ་བསམ་གནང་གཏོང་རྒྱུ་ཡོད་མ་རེད་ག་རེ་རེད་ཟེར་ན་ང་ཚོ་བརྒྱ་ཆ་སེ་བརྒྱ་དེ་མོའི་ཤེས་ཚད་དང། མོའི་ཉམས་ལེན་དང། མོའི་སྤྱོད་ལམ་དང་ཞེ་བོ་གཅིག་གི་དེ་ཚད་འཛིན་ཐུབ་ཀྱི་ཡོད་མ་རེད་དཱ། གོ། གནས་སྐབས་དེ་སྤྱིར་བཏང་དང་རེད་གོ། དེ་རེད། དེའི་སྐབས་ལ་ལམ་འགྲོ་ཆེ་ཆུང་དེ་དེ་ཡོང་གི་རེད་དེ་བྱེད་དུས་དེའི་སྟེང་ལ་གནད་འགག་ཞེ་བོ་གཅིག་དེ་གར་ཆེན་འདྲ་གཅིག་བརྩིས་ནས་འོང་གཅིག། ང་རྒྱུགས་སྤྲོད་ལམ་འགྲོ་འགྲོ་མ་སོང་ཟེར་འགའ་ཞིག་དེ་འདྲའི་འདུག་བ་སེམས་ཕམ་བྱེད་དེ་ཉན་དེ་འདྲའི་འདུག་བ། དེ་འདྲའི་ཞེ་དྲག་བྱེད་རྒྱུ་ཡོད་མ་རེད། དེ་ཕན་ཐོགས་ཡོད་མ་རེད་ལ། ཨ་ནུས་ཁྱོད་ཅིག་རྒྱུགས་འཕྲོ་ལམ་འགྲོ་མ་འགྲོ་ན་ད་ངས་རྒྱུ་བསླབ་པ་སློབ་ཉེས་ཇི་སྟེ་འཇོག་ཤེས་དེ་འཇོག་དེ་ཕར་ལན་འཕྲོག་འགྲོ་གི་མ་རེད་བ། ཤེས་དེ་བ་རང་རེད་བ་དེ་སོ་སོ་ཁེབས་སོང་དེ་རེད་བ་ད་ང་ཚོ་གི་གྱོང་དགོས་ཡ་དེ་དེ་རེད་བ་དེ་གཅིག་དུས་ཡིན་གཅིག་མ་ཡིན་གི་རྒྱ་ཆེའི་སྟེང་ལ་ཤུགས་ཆེན་པོ་རང་ཐོག་ཉེར་མ་བྱིན་ན་ཡག་གི་རེད། དེ་འདྲ་རེད་སྤྱིར་བཏང་ད་དགོས་དགོས་ཡོད་རེད་ད་དེ་བྱེད་དགོས་མ་རེད་སྲིད་འོང་མ་རེད་ད་ཡིན་ན་ཡང་དེ་གྲུབ་རྗེས་གཙོ་བོ་གཅིག་ནི་དེའི་གཅིག་ལམ་འགྲོ་རྒྱུགས་མ་རྒྱུགས་ལ་གཅིག་སེམས་ནང་ལ་ཨ་ནུ་རྗེས་དགའ་སྡུག་གི་ཚོར་བ་ཅན་པོ་དེ་འདྲ་གནང་རྒྱུ་མི་འདུག། དེ་ཅི་རེད་ད་གར་ཆེ་ཤོས་དེ་ཅི་ཐོས་སམ་བཞད་པའི་ལག་རྗེས་ངོ་མ་འདྲ་སྟེ། ང་ཚོས་དུས་རྒྱུན་ལམ་རིམ་དཔེ་ཆ་ཚང་མའི་ནང་ལ་སོང་ཤར་ཕྱོགས་དེ་རེད། ཆོས་ཐིགས་པ་ཆེན་པོ་ཁྱོད་ཡིན་པའི་ཕེང་མ་རེད། གང་ཟག་ཐིགས་པ་ཆེན་པོ་གྲལ་དུ་ཚུད་པ་གྱི་སྐོར་རེད། ཨ་ནི་ཉམས་སུ་ལེན་མཁན་གང་ཟག་རང་ཉིད་ངེས་འབྱུང་གཞུང་ཚབ་ཡོང་ཐབས་བོད་ཀྱི་གླེང་སྒྲ་གཅིག་ཅུང་ཟད་ཀྱང་མེད་ན། ཨ་ནི་ཆོས་ཉམས་ལེན་བྱེད་ཡག་དེ་དབུ་མ་དང་ཕར་ཕྱིན་དང་མདོ་དང་སྔགས་ཐིགས་པ་ཆེན་པོ་གཞུང་ཡིན་ན་དེ་ཙམ་ཕེང་གི་མ་རེད། ད་ལམ་རིམ་ཚང་མའི་ནང་ལ་ཐོས་སོང་ཡོད་རེད་འཕུར་ཆོག་རིན་པོ་ཆེ། ལབ་རའི་ནང་ལ་དཔེར་ན་བྱ་དེའི་བྲོ་བ་མྱོང་ནས་སྐོམ་པ་སེལ་བར་བྱེད་པ་ལ་བྱ་དེ་བསྐུས་ཡག་དང་འཐུང་བ་ལ་རག་ལས་པ་རེད་བ། ཁོ་ན་བྱ་ཡོད་པ་ཙམ་གྱིས་ཕན་མ་རེད་བ། བྱ་བསྐུས་དགོས་རེད་བ་འཐུང་དགོས་རེད་བ། འཐུང་ནས་སྐོམ་པ་སེལ་ནས་བྲོ་མྱོང་དགོས་རེད་བ། དེ་ནང་བཞིན་སངས་རྒྱས་བསྟན་པ་དེ་ཤེས་པ་ཙམ་གྱིས་དེ་ཙམ་གྱིས་ཕན་ཐོགས་ཆེ་བ་ཅིག་མ་རེད། ཤེས་པ་དེ་ལག་ལེན་ལ་བསྟར་དགོས་རེད། འོ་དེ་འདྲའི་བཀའ་གནང་བཞག་ཡོད་རེད། ཨ་ནི་རྗེ་རིན་པོ་ཆེ་ལོང་གསུང་རབ་ཀྱི་ལོང་འཇིགས་ཚོགས་བགྲོངས་ཡོད་རེད། ཨ་ནི་ཅིག་མོང་དུ་ཐོས་ཀྱང་ཆོས་ཀྱི་ཕོངས་པ་འདི་གསུང་རབ་དང་པོར་ཤར་བ་མེད་པས་ནོངས་ཟེར་བཞག་ཅིག་ལམ་འབྲིང་གི་ལོང་དེ་ཚོགས་བགྲོངས་ནས་བུར་ཆོག་དེ་གསུངས་ཡོད་རེད། ཨ་ནི་བུར་ཆོག་རིན་པོ་ཆེ་གི་ལམ་རིམ་ནང་ལ་ལོང་ག་རེ་བགྲོངས་བཞག་ཡོད་རེད་ཟེར་ན། འབྲོམ་སྟོང་དཔལ་གྱི་ལོང་གཅིག་བགྲོངས་ཡོད་རེད་དགེ་བའི་བཤེས་གཉེན་སྟོང་པ་རིན་པོ་ཆེ་ཞར་ནས་ཟེར། ད་མི་མང་པོ་གཅིག་གིས་གཞུང་འདིའི་ནང་ལ་བརྗོད་བྱའི་གཙོ་བོ་འདི་བསྟན་གྱི་ཡོད་རེད། ཨ་ནི་དོན་ཚན་འདི་འགྲེལ་གྱི་ཡོད་རེད། ཨ་ནི་དེའི་གསབ་བྱེད་འདི་རེད། ཨ་ནི་གསབ་བྱེད་དེའི་སྐབས་ལ་བསྟན་ཡས་གཙོ་བོ་འདི་རེད་དེའི་མཚན་ཉིད་འདི་རེད་དབྱེ་བ་འདི་རེད་ས་མཚམས་འདི་རེད་ཟེར་ཁ་ནས་ཤར་ཤར་ཤར་ཤར་ལབ་ཀྱི་ཡོད་པ་ཙམ་གྱིས་དཔེ་ཆ་ཤེས་པ་ཟེར་ཞག་གི་རེད་བས་ཟེར་ན་ཞག་གི་མ་རེད་ཟེར་གསུངས་འདུག་ཟེར་འགྲོ་འདོད་མེད། དེ་ཚེགས་ཤེས་པ་རེད་མ་གཏོགས་དོན་ཤེས་པ་མ་རེད་ཟེར་གྱི་འདུག་ཟེར། ཨ་ནི་དཔེ་ཆ་ཤེས་ན་ཤེས་པའི་ཚེགས་ག་རེ་རེད་ཟེར་ལབ་དུས། སོ་སོ་གིས་དཔེ་ཆ་བལྟས་དཔེ་ཆའི་དོན་དག་ཤེས་ཡོང་དུས་སོ་སོ་གིས་ད་ངས་མཇུག་གི། འགྲོ་བྱ་ཉར་འདུག་གི་སྤྱོད་ལམ་དེ་ནོར་བདེ་བ་ཆེ། ད་དངོས་གནས་ཀྱི་ང་རང་གིས་སངས་རྒྱས་ཀྱི་བཀའ་དང་མཐུན་པ་ཅིག་བྱེད་པ་ལ་ཕྱིན་ཆད་སྦྱོར་བྱུང་ངས། འགྲོ་བྱ་ཉར་འདུག་གི་སྤྱོད་ལམ་འདི་འདྲས་བྱེད་དགོས་འདུག་བ་འདི་འདྲས་བྱེད་དགོས་འདུག་བ་ནོར་བདེ་ས་འདི་རེད་འདུག་བ་ད་བསམ་ན་གཏོང་ཐོང་འདི་བྱེད་དགོས་འདུག་བ་བྱ་ཁྱུང་འདི་བྱེད་དགོས་འདུག་བ། བསླབ་པ་སློབ་གཉེར་འདི་བྱེད་དགོས་འདུག་བ་བསམ་པ་གྱིས་སོ་སོའི་སེམས་ནང་ལ་གོ་ནས། སོ་སོའི་སེམས་དེའི་རྗེས་སུ་འགྲོ་ནས་བྱེད་ཀྱི་འདུག་ན། དཔེ་ཆ་ཤེས་བ་རེད།

ཐམས་ཅད་བསྟན་བཅོས་ཀྱི་བདེ་བསྐྱེད་དངོས་ཤུགས་ཀྱི་དབྱེ་བ་དང་ས་མཚམས་འདི་ཡིན་ཞེས་གོ་དགོས་ནའང་དེ་བཤད་དགོས་རེ་བ་ཤེས་དགོས་ནའང་དེ་ཙམ་གོ་བ་རྣམས་ད་དུང་བཀའ་དང་བསྟན་བཅོས་ཀྱི་དོན་གོ་བ་མ་ཡིན། ཨ་ནི་བཀའ་དང་བསྟན་བཅོས་ཀྱི་བརྗོད་བྱའི་དོན་གོ་ན་ག་འདྲས་གོ་རེ་ཟེར་ན་སྔར་རང་གི་བཞེད་པ་རྣམས་ཕྱོགས་ནས་དག་བར་དུ་འཁོར་བ་འཁྱམས་འདུག་པས་ད་ནས་བཟུང་གཞུང་ཆོས་སྙིང་པོ་བར་ངས་འདི་དང་འདི་རྣམས་བྱེད་དགོས་པ་འདུག་འདི་དང་འདི་བྱ་རིག་གི་མི་འདུག་བསམ་པ་གྱིས་སུ་སུ་གོ་གོ་བ་ནང་བཞིན་སུ་སུ་ལང་ལན་བསྟར་གྱི་འདུག་ན་ཨ་ནི་དཔེ་ཆ་ཤེས་པའི། ན་རེས་ད་འབྲོག་དང་པོ་རྒྱལ་བའི་མཇུག་ནས་དེ་བཀའ་གནང་གི་རེད་ཟེར་གསུངས་འདུག་བ་དེ་ཅི་སྟེ་ད་ད་ལྟའི་གནས་སྐབས་ལ་དངོས་གནས་ཀྱི་ད་ལག་ལེན་བསྟར་ཐོབ་དང་མ་ཐོབ་ཀྱི་སྐད་ཆ་དེ་རིགས་མ་གཏོགས་ཤེས་མ་ཤེས་ཁྱོན་ནས་མེད་བར་ད་ལོ་བཅུ་བདུན་ལ་གཞུང་ཆེན་དཀར་པོ་ང་ལ་སློབ་གཉེར་བྱས་ཚར་བ་རེད་དབུ་མ་ཕར་ཕྱིན་རྣམ་གྲྭར་ཚང་མ་བལྟ་ཚར་བ་འདུར་བ་བལྟ་ཚར་བ་རེད་ཡོང་སྒོ་དེའི་སྟེང་ནས་ད་ཅིག་སྨོན་ལམ་ཝན་ཐུ་བྲོས་པའི་སྐལ་ལྡན་ལུགས་གཟུགས་གཙུག་ལག་སློབ་གཉེར་ཁང་ཆེན་པོའི་སྒྱུ་འཕྲུལ་འདིའི་ནང་ལ་ཚུད་པ་རེད་འདིའི་ནང་ལ་ཚུད་ཚར་དུས་ཁོང་དུ་སྐྱེས་པ་དམ་པའི་ཐུགས་རྗེའི་སྨོན་ལམ་གྱིས་ཞི་བ་དེའི་མ་གོ་ཡང་བསླབ་པ་སློབ་གཉེར་ཞུ་ཅི་ཡང་ནི་ཐུགས་རྗེའི་སྨོན་ལམ་གྱི་མཐུས་རོལ་བ། དེ་ཕྱིར་དེ་དག་མ་ཤེས་པའི་སོ་སོ་གི་ཉམས་ལེན་ཆེས་ཐོབ་དང་མ་ཐོབ་རེད་མ་གཏོགས་མ་ཤེས་པའི་དཀའ་ངལ་སུ་གང་ལ་ཡོད་མ་རེད་དགེ་ལུགས་རྒྱུགས་སྤྲོད་ཕེབས་ཉེ་ན་པ་ལ་དེ་གཅིག་དུས་དཔེའི་ས་ཆའི་ཁ་མིག་ཡར་ཐོན་བྱེད་ཟེར་གི་ད་ཅི། ད་ལྟའི་གནས་སྐབས་ལ་སངས་རྒྱས་བསྟན་པ་མ་གནས་དང་མ་གནས་དེ་ད་ལྟའི་གི་བརྗོད་འཛིན་དང་པ་ལ་ཐོག་དུ་ཡོད་རེད་ད་དེའི་ནང་ལ་གཅིག་གིས་ད་འཛམ་བུ་གླིང་ལ་རྟགས་ཤིག་སྐྱེས་ནས་ཕར་བཙར་ཡོང་ན་དངོས་གནས་ཀྱི་ཤེས་ནས་ད་ཚང་མ་གཅིག་གཟབ་རྒྱས་ཀྱི་ཆུ་ཡོངས་སུ་རྫོགས་པ་པརེ་གར་ཟེར་དགོས་རེད་ད་ཐོས་བསམ་གཡར་མ་བྱས་ལོ་ནས་ལོ་བསྟུད་ནས་ད་བྱས་དེ་གས་ཨ་ནུ་ཁྱེད་རྣམ་པ་རེད་དེ་བྱས་དུས་དངོས་གནས་དེ་ལྟའི་ས་ཆའི་མིག་དུ་ཡག་པོ་ཞིག་བཞག་དགོས་འདུག་བསམ་པ་ཞིག་ཨ་ནུ་སོ་སོ་ཉམས་ལེན་གང་ཐུབ་ཅི་ཐུབ་བྱེད་དགོས་ཀྱི་འདུག་བསམ་པ་ཞིག་ཨ་ནུ་དེའི་སྟེང་ལ་ཞོགས་རྒྱག་དགོས་རེད་ཨ་ནུ་ཚང་མས་ཀུན་སློང་ཡག་པོ་འཁོར་དགོས་རེད། ཀྱི་ཡིན་གྱི་མ་རྙེད། ཅེས་ཆང་ལ་རྔམ་སྒྲ་བྱེད་དེ་འོད་སྲུབས་དང་འདྲ་འོང། ཅེས་ང་ཚང་མི་ཡོང་བསམ་བསམ་འགའ་ཤས་འོང་དུས་སུ་རིག་པ་སྐྱོ་བས་རེད། འགའ་ཤས་རེ་གཅིག་མཐོང་སྤོ་ལ་སླེབས་དགོས་ཀྱི་རེད། དགོ་སྣང་འདྲ་གཅིག་འཆར་ནས་ཀུན་སློང་ཤོག་ཆེན་མོ་མེད་ན་ཡག་གི་རེད། ག་རེ་རེད་ཟེར་ན་དེ། ང་ཚོ་སྤྱིར་བཏང་གི་ད་དཔེ་ཆ་ལྟ་བའི་དགོས་དོན་དེ་ཤེས་ཡག་དང་ཉམས་ལེན་གྱི་ཆེད་གཙོ་བོ་དེ་རེད། ཨ་ནི་ད་ལྟ་ནས། དངོས་གནས་ཀྱི་ད། ཡག་པོ་གཅིག་བསམ་བློ་གཏོང་ན་སོ་སོ་སོ་སོ་དགའ་དགོས་ཡག་གི་ད། ས་མཚམས་ཀྱི་སླེབས་དུ་ཡོད་རེད་ད། བྱ་བ་ཐམས་ཅད་བྱེད་པ་ཀུན་དྲན་བཅུ་གསུམ་པའི་སྒོས་སྒྱུ་དྲུག་གི་ལམ་ནས་ཏེ། སྣང་བ་རེ་བ་སོར་ཕྱེ་བར། ད་ང་ཚོས་ཀྱི་ལམ་འགྲོ་མ་བྱུང་ནས་ས་ཆ་ལུང་པ་ཤོར་སོང་ན་ཡང། ཨ་ནི་ཀྱི་དེའི་མར་ཐུགས་རྗེའི་རྒྱུད་སྐྱོང་གི་བྱ་བ་ཐམས་ཅད་བྱེད་པའི་གི། ཨ་ནི། རྟེན་འབྲེལ་གྱི་སྨོན་ལམ་མཐུ་སྤྲོ་བདེ་ས་ཆེན་སླེབ་བར་རེ་བ་ད་རྗེ་བང་རིན་པོ་ཆེ་ཀུན་འདུས་ལས། ཨ་ནི་གཟུངས་ཆུ་ཆེ་བ་དེ་ཚོ་ད་དངོས་གནས་ཡག་པོ་ཡིན་བསམ་པ་ཞིག་ད་ས་བོན་སོ་སོའི་གི་ད། སེམས་རྒྱུད་ཀྱི་ཞིང་ས་ལ་རྟ་ཚ་བོ་མེད་ན་མི་ཁྱོད་ཚང་མ་རྟགས་ཚ་རེད་དཱ། རྟ་རྟེན་སོ་སོ་གི་ཅིག་ཆུ་ལུད་འདྲ་ཅིག་དྭགས་པོ་རྒྱབ་ནས་ཐུག་བསམ་དུ་དུས་རྒྱུན་ཉམས་ལེན་དང་འབྲེལ་ནས་ཡར། ལྟོགས་པའི་སྨྱུ་གུ་སྐྱེད་རྒྱུ་གྱིས་ད། བཟང་བོ་དེ་ག་རང་བར་སྐམ་ཐག་བཅད་ནས་ཡར་གྱོང་མ་རྒྱུག་ད། དེ་སོ་སོའི་ལག་པ་ཡོད་སུ་དང་འདྲ་དེ་ལ་བཟང་བོ་ཡག་པོ་ཞུ་གཅིག་ལྟ་ཕྱོར་ད། སྔོན་བཤད་དགོས་ས་ལ་བཤད་ཡག།